བཀའ་དང་མཉམ་པའི་སེམས་ཅན་ཐམས་ཅད་ཆེ་མཐོང་དུ་ཐོབ། རྗེ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དམ་པ་ཅི་ནས་ཀྱང་ཐོབ་པར་བྱ། དེའི་ཆེད་དུ། ད་ནི། རྟ་བྱམས་པའི་བཅུད་སྡེ་ཆེན་པོ་ལྔ་ཡི་ནང་ཚན། དབུས་དང་མཐའ་རྣམ་པར་འབྱེད་པའི་བསྟན་བཅོས་དེ་ཉིད། ལ་འཇུག་པར་བྱ་བ་ལ་དེ་ནི་ཐོག་མཐའ་བར་གསུམ་གྱི་དགེ་བའི་རྒྱན་ཡོད་པའི་ནང་ནས་བར་དུ་དགེ་བ་གཞུང་གི་དོན་བཤད་པ་དག་དེའི་སྐབས་ནས། དེ་ནི་དོན་རྣམ་པ་བདུན་ཡོད་པ་ཡིན་དུ་བརྩམས་ནས་དེ་ནི་བདུན་པ། ཐེག་པ་བླ་ན་མེད་པ་ཟེར་ཡ་ད་དེ་བསྟན་པ་ཡིན་པ་རེད་ད་ཐེག་པ་བླ་ན་མེད་པ་ཟེར་ཡ་དེ་ལ་དེ་ནས་སྒྲུབ་པ་བླ་ན་མེད་པ་ཟེར་ཡ་གཅིག་དང་དམིགས་པ་བླ་ན་མེད་པ་ཟེར་ཡ་གཅིག་དང་འབྲས་བུ་བླ་ན་མེད་པ་ཟེར་ཡ་ད་དེ་འདྲའི་བླ་མེད་རྣམ་པ་གསུམ་ཡོད་པ་ཡིན་དུས་ཙང་ནས་དེ་ནས་དང་པོ་ད་ལྟ་འདི་སྒྲུབ་པ་བླ་ན་མེད་པ་ཟེར་ཡ་ད་དེ་ཞུ་བར་བྱེད་པའི་སྐབས་རེད་ད་སྒྲུབ་པ་བླ་ན་མེད་པ་ཟེར་ཡ་དེ་ལ་ཡང་དེ་ནས་ཁ་སང་གོང་དུ། སྒྲུབ་པ་དག་ནི་རྣམ་དྲུག་སྟེ་ཟེར་ནས་གསུངས་པ་ནང་བཞིན་དུ། དེ་ནི་དམ་དཔལ་གྱི་སྒྲུབ་པ་དང། ཡིད་ལ་བྱེད་པའི་སྒྲུབ་པ་དང། རྗེས་སུ་མཐུན་པའི་སྒྲུབ་པ་དང། མཐའ་གཉིས་སྤང་བའི་སྒྲུབ་པ་དང། ཁྱད་པར་ཅན་གྱི་སྒྲུབ་པ་དང། ཁྱད་པར་མེད་པའི་གྱི་སྒྲུབ་པ་ཟེར་ན་དག་དེ་འདྲའི་རྣམ་པ་དྲུག་ཡོད་པའི་ནང་ནས་དེ་ནི་ཁ་སང་གོང་དུ་དམ་པའི་སྒྲུབ་པ་ཟེར་ཡང་དེ་ཞུས་ཟིན་པ་ཡིན་པ་ལ་དག་དམ་པའི་སྒྲུབ་པ། དེ་ལ་ཡང་དེ་ནི་དེ་དང་དེ། སྒྲུབ་ཚུལ་དམ་པ་བཅུ་གཉིས་དང་བསྒྲུབ་བྱ་ཕར་ཕྱིན་བཅུ་ཡི་སྒོ་ནས་དེ་ནི་བསྟན་ཟིན་པ་ལྟ་བུ་དག་དེ་འདྲ་ཅིག་རེད། ད་དེ་རིང་འདི་ནས་མ་ནས་ཡིད་ཆེས་ཀྱི་འགྲུལ་པ་ཟེར་ཡག་ད་དེ་ཡིན་པ་རེད་ད་ཡིད་ལ་བྱེད་པའི་འགྲུལ་པ་ཟེར་ཡག་འདི་ལ་དེ་ནས་དེ་དང་འདི་མདོར་བསྡུས་པ་ཤེས་རབ་གསུམ་གྱི་སྒོ་ནས་ཡིད་ལ་བྱེད་ཚུལ་ཤེས་པ་གཅིག་དང། དེ་ནས་རྒྱས་པའི་སྒོ་ནས་ཤེས་པ་ཡིན་ན་ཆུ་ཆུ་བཅུ་ཡི་སྒོ་ནས་དེ་ནས་ད་ཡིད་ལ་བྱེད་ཚུལ་རྣམ་པ་གཉིས་ཡོད་པའི་ནང་ནས་དང་པོ་ཤེས་རབ་གསུམ་གྱི་ཡིད་ལ་བྱེད་ཚུལ་ཟེར་ཡག་དེ་རེད་དེ་ལ་ཡང་དེ་ནས་ཤེས་རབ་གསུམ་དངོས་ཤེས་པ་གཅིག་དང་ཤེས་རབ་གསུམ་གྱི་དེ་ནས་བྱེད་ལས་ཤེས་པ་ད་དེ་ནས་རྣམ་པ་གཉིས་ཡོད་པའི་ནང་ནས། དང་པོ་ཤེས་རབ་གསུམ་དེ་དག་དངོས་ཞེས་པ་དེ་ཡིན་པ་རེད། དེ་ལ་ཐེག་པ་ཆེན་པོར་ཇི་ལྟ་བུར་ཆོས་རྣམས་རྟག་པར་མཛད་པ་དག། བྱང་ཆུབ་སེམས་དཔའ་རྟག་པར་ཡང་ཤེས་རབ་གསུམ་གྱི་ཡིད་ཆེས་པའོ་ཞེས་བྱ་བ་གསུངས་ཏེ། ད་ཐེག་པ་ཆེན་པོ་ཇི་ལྟ་བུར་ཆོས་རྣམས་རྟག་པར་མཛད་པ་དག་གསུང་དུ་བརྩམས་ནས་ད་ང་ཚོ་ཐེག་པ་ཆེན་པོ་ཟེར་ཡ་ཅིག། མིང་གདགས་སྲེད་ཀྱི་གཞི་ཅིག་ཡོད་རུང་བ། དེ་ཡིན་དུས་དེ་ནས། བརྗོད་བྱ། ལྟ་བ་དང་སྤྱོད་པ་དང་སྒོམ་པ། དེ་འདྲེས་ཏེ་དེ་ནས་ཅིག་ཐེག་པ་ཐུན་མོང་བ་ཙམ་གྱི་ལྟ་སྒོམ་སྤྱོད་པ་ལྟ་བུ་མ་ཡིན་པར། དེ་ནས་ཐེག་པ་ཆེན་པོ་ཐུན་མོང་མ་ཡིན་པའི་ཀྱི་ལྟ་བ་དང་སྤྱོད་པ་བསྟན་པའི་ཀྱི་མདོ་སྡེ་རིན་པོ་ཆེ་དག་དེ་ཚོའི་ནང་དུ། དེ་ནས་ག་རེ་གསུངས་པ་རེད་ཟེར་ན། སྦྱིན་སོགས་ཕར་ཕྱིན་དྲུག་ལ་སོགས་པ་ལྟ་བུ་དང། ལྟ་བ་བདག་མེད་གཉིས་ལ་སོགས་པ་ལྟ་བུ་དག་དེ་འདྲའི་གི་སྒོ་ནས་བསྟན་བྱ་བ་དེ་ལ་ཐེག་པ་ཆེན་པོ་མདོ་སྡེ་གསུང་གི་སྦྱིན་པ་ལ་སོགས་པའི་དབང་དུ་མཛད་ནས་ཐེག་པ་ཆེན་པོར། མདོ་སྡེ་ལ་སོགས་པ་ཇི་ལྟ་བུར་ཟེར་ན་མདོ་སྡེ་དེ་ཚོ་ནང་དུ། དེ་ནི་ཐེག་པ་ཆེན་པོ་ཐུན་མོང་མ་ཡིན་པའི་གི་སྒྲུབ་བྱེད་ཀྱི་ཆོས་ཟེར་ན་མིང་གི་རྟགས་ནང་ཡོད་རེད་བ། དཔེར་ན། དེ་ནས། ཐེག་པ་ཆེན་པོའི་གི་དེ་ནས་ས་ལམ་ས་བཅུ་དང་ལམ་ལྔ་ཟེར་ཡང་འདྲ་དང། དེ་ཡི་བཞིན་དུ་དེ་ནི་ལྟ་བ་བདག་མེད་གཉིས་ཡིན་ཟེར་ཡང་འདྲ་དང། དེ་ཡི་བཞིན་དུ་དེ་ནི་སྤྱོད་པ་ཕར་ཕྱིན་དྲུག་གམ་ཕར་ཕྱིན་བཅུ་ལ་སོགས་པ་ལྟ་བུ་དང་དེ་འདྲའི་གི། རྣམ་གཞག་རྣམ་པ་སྣ་ཚོགས་པ་ཅིག། དེ་ནས། ཐེག་པ་ཆེན་པོའི་མདོ་སྡེ་རྣམས་ལ་དེ་ནི་ལྟ་བར་མཛད་པར་བ་སོང་བ་བརྗོད་བྱ་དེ་ཚོར་བ་སོང་མཛད་པ་དེ་དག་ལ། དེ་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་ཡང། འཇུག་ཡོང་བའི་སྐབས་སུ། ཆོས་ཉམས་སུ་ལེན་བྱ་དེ་ཐེག་ཆེན་ཡིན་པ་ཙམ་མ་ཟད་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཡང། དེ་ནི་ཐེག་པ་ཆེན་པོའི་ཚུལ་གྱི་སྒོ་ནས་དེ་ནི་ཉམས་སུ་ལེན་ཡོང་གི་རེད་གསུངས་པ་རེད་བྱང་ཆུབ་སེམས་དཔའ་དུས་རྟག་པར་ཡང། དེ་ནས་ཐེག་པ་ཆེན་པོའི་ཟབ་པ་དང་རྒྱ་ཆེ་བའི་གིས་དག་ཅིག་ཆོས་དེ་དག་ལ་ཐོས་པ་དང། དེའི་བཞིན་དུ་ཐོས་པའི་གིས་དོན་དེ་ཉིད་ཡང་ནས་ཡང་དུ་བསམ་པ་དང། བསམས་པའི་དོན་དེ་ཉིད་ཡང་ནས་ཡང་དུ་དེ་ནི་བསྒོམ་པ་ཟེར་ཡག་དག་དེ་འགྲོ་བ་རྣམ་པ་གསུམ་གསུངས་པ་འདི་ལ་ཤེས་རབ་རྣམ་པ་གསུམ་གསུངས་པ་རེད། དེ་བྱེད་དུ་བཅངས་ནས་དེ་ནས་ད་ལྟ་འདི་ད་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་དེ་ལ། ད་ནས་ཐུན་མོང་མངོན་པ་གྱི་སྐབས་མངོན་པ་མཛོད་ཀྱི་སྐབས་འདྲ་ཅིག་ཡིན་ན། ཚིག་ལ་དམིགས་པ་དེ་ཐོས་པ། དོན་ལ་དམིགས་པ་དེ་བསམ་པ། དོན་ལ་དམིགས་པ་དེ་སྒོམ་པ། ཚིག་དོན་གཉིས་ཀ་ལ་དམིགས་པ་དེ་ལ་བསམ་པ་ཟེར་ནས་འོ་ད་དེ་འདྲའི་གསུང་ཡོང་གི་ཡོད་རེད་དེ་འདྲའི་བཞིན་སོང་ན། མདོ་སྡེ་བ་ཚོ་འཛུགས་སྐྱོང་སྟངས་འདི་ཚང་ནས་བསམ་པ་ཟེར་ཡག་དེ་མེད་པ་ཆགས་འགྲོ་གི་འདུག་གང་ལྟར་ཚིག་ལ་མོས་པའི་ཆ་ནས་ཐོས་པ་དང་དོན་ལ་བསམ་པའི་ཆ་ནས་བསྒོམ་པ་ལ་འཇུག་འགྲོ་ཡག་ཉེན་ཁ་ཡོང་གི་རེད་ཟེར་ནས་བ་ད་དེ་འདྲས་སོང་ཡོང་གི་ཡོད་དེ་འདུག་ཚེ་ན་ད་གཙོ་བོ་གར་ཟེར་ན། གཅིག་ཐོས་པ་ལ་བརྟེན་ནས་བྱུང་བའི་ཤེས་རབ་དང། གཉིས་བསམ་པ་ལ་བརྟེན་ནས་བྱུང་བའི་ཤེས་རབ་བསྒོམ་པ་ལ་བརྟེན་ནས་བྱུང་བའི་ཤེས་རབ་ཟེར་ན་ད་དེ་འདྲས་རྒྱུ་དེ་ནི་ཐོས་བསམ་སྒོམ་གསུམ་ལ་བརྟེན་ནས་བྱུང་བའི་ཤེས་རབ་གསུམ་པོ་གང་ཡིན་པ་དེ་ལ་བརྟེན་ནས། ཐོས་བྱུང་བསམ་བྱུང་སྒོམ་བྱུང་ཟེར་ན་ད་དེ་སོང་རེད།

དཔེ་ཀློག་བྱེད་པ་དེ་ཚོ་ཡང་ཐོས་པའི་ཁོངས་སུ་གཏོགས་པ་རེད། དེ་ལ་བརྟེན་ནས་བྱུང་བའི་ཤེས་རབ་གང་ཡིན་པ་དེ་ལ་ཐོས་པའི་ཤེས་རབ་ཟེར་གྱི་ཡོད་རེད་མ་གཏོགས་ཉན་ནས། ཤེས་ནས། ཉན་ཞིང་དེ་ལ་བརྟེན་ནས་བྱུང་བའི་ཤེས་རབ་གཅིག་པུ་ལ་ཐོས་བྱུང་གི་ཤེས་རབ་ཟེར་གྱི་ཡོད་མ་རེད་ཐོས་བྱུང་གི་ཤེས་རབ་དེ་ལ། ཤེས་ནས། ཉན་པ་ལ་བརྟེན་ནས་བྱུང་བའི་ཤེས་རབ་དང། སོ་སོ་གི་དེ་ནས་དཔེ་ཀློག་བརྒྱབ་ནས། དེ་ལ་བརྟེན་ནས་བྱུང་བའི་ཤེས་རབ་དེ་ཚོ་ཡང་ཐོས་བྱུང་གི་ཤེས་རབ་རེད། འོ་དེ་ཡིན་དུས་དེ་འདྲ་བོ་དང་བྱང་ཆུབ་སེམས་དཔའ་དེ་ཚོ་གི། གཙོ་བོ་ད་ལྟ་འདི་རྒྱ་བཟས་ནམ་ཞིག་མི་ལྷོད་པ་དངོས་དེ་གང་ཡང་ཡོད་མ་ཡིན་གསུངས་པར་ཤེས་བྱ་རིག་པའི་གནས་མཐའ་དག་ལ་ལྷོད་གི་ཡོད་རེད་དེའི་ནང་ནས་ཡང་དེ་ནི་ལྷག་པར་དུ་ཐིགས་པ་ཆེན་པོའི་གི་སྡེ་སྣོད་རིན་པོ་ཆེ་རྣམ་པ་དག་ཅིག་གསུམ་ཟེར་དགོས་ན་ཡང་སྒྲ་དག་དོན་ཚོགས་ཀྱི་དོན་ལ་དེ་ནི་ཐོས་པ་དང་འོ་དེ་བཞིན་དུ་དེ་ནི་ཐོས་ཟིན་པའི་གི་དོན་དེ་ཉིད་ལ་དེ་ནི་སོ་སོ་གི་དག་དཔྱད་པ་གནང་གི་ཡོད་རེད། བསམ་པ་ཟེར་ཡག་སྟེ། དེའི་དོན་ལ་དེ་ནས་ཅིག། དོན་གོང་འོག་གི་ཐོག་ལ་བསམ་བློ་བཏང་བ། དོན་འགའ་འཁྲིར་གྱི་ཐོག་ལ་བསམ་བློ་བཏང་བ། འོ་དེ་ནང་བཞིན་དུ་དོན་དངོས་ཤུགས་ཀྱི་ཐོག་ལ་དེ་ནས་བསམ་བློ་བཏང་བ་དང་དོན་ཚོད་དྲེགས་ཏེ་བསམ་པ་རེད། དེ་ནས་བསམ་པས་ཀྱི་དོན་གཏན་ལ་དབབ་བཞག་པ་དང་དེའི་དོན་དེ་ཉིད་དེ་རང་རྒྱུད་ལ་ཚུར་སྦྱར་བར་བྱེད་པ་དེ་ལ་སྒོམ་པ་ཟེར་འགོད་རོལ་བ་དེ་ཡིན་དུས་སྒོམ་པ་ལས་བྱུང་བའི་དང་ཤེས་རབ་གསུམ་གྱིས་དེ་ནི་ཐེག་པ་ཆེན་པོའི་གི་ཆོས་དེ་དག་ཐམས་ཅད་དེ་ནི་ཡིད་ལ་བྱེད་པ་དག་སྒྲུབ་ཀྱི་རེད་ཟེར་ཡག་ད་དེ། གཙོ་བོ་མདོར་བསྡུས་པ་དེ་ཤེས་རབ་གསུམ་གྱི་སྒོ་ནས་ཡིད་ལ་བྱེད་ཟུར་ཟེར་ཡག་ད་དེའི་དངོས་དེ་དེ་རེད། ད་འདི་ནས་མ་དེ་ནས་ཤེས་རབ་གསུམ་པོ་དེ་གི་ད་བྱེད་ལས་བཤད་ཡོང་གི་ཡོད་རེད། བྱང་ཆུབ་སེམས་དཔའི་གི། ད་དཔེར་ན་ཕར་ཕྱིན། སྐྱོ་ལ་སོགས་པ་ལྟ་བུ་གཅིག་ལ། དེ་ནས་འཇུག་ཡོང་གི་ཡོད་ན། དེ་ལ་ཡང་དེ་ནས་འཇུག་ཚུལ་གི་ཀུན་སློང་འདྲ་བོ་གཅིག་ཡིན་ན། དེ་ནས་སྦྱིན་པ་འདྲ་བོ་གཅིག་ལ་འཇུག་ཡོང་བའི་ཚེ་ན་སྦྱིན་པ་སྟོང་གསལ་གི་ཡུལ་ལ། དེ་ནས་བཟང་ངན་གྱི་དབྱེ་བ་མི་ཕྱེ་བའི་ཐོག་ནས་མཚུངས་པར་ཕན་འདོགས་པའི་སེམས་སྙོམས་པ་ཟེར་ཡ་གཅིག་པུ་འཇུག་ཡོང་གི་ཡོད་རེད། དེའི་རྐྱེན་དུ་དེ་ནས་དེ་དང་དེ། སྲིད་པ་འཁོར་བ་དང་སྲིད་པ་འཁོར་བའི་ལོངས་སྤྱོད་མི་འདོད་པ། གཙོ་བོ་དེ་ནས་ཆེས་གཞན་དོན་ཁོ་ནའི་ཆེད་དུ་སྦྱིན་ཡོང་བ་ཡིན་དུས་ཚང་ནས་མ་ཆགས་པའི་སྦྱིན་པ་ཟེར་ཡ་སེམས་སྙོམས་པའི་སྦྱིན་པ་སོང་ཡང་འདྲ་དང་མ་ཆགས་པའི་སྦྱིན་པ་སོང་ཡང་འདྲ་བོ་དང། དེ་ནང་བཞིན་དུ་དེ་ནས་དེ་དང་དེ་སྦྱིན་སོགས་དེ་འདྲའི་ཅིག་ལ་འཇུག་ཡོང་བའི་ཚེ་ན། དེ་ནས་སོ་སོ་ལ་བདག་སྦྱིན་པ་པོའོ་སྙམ་པ་ལྟ་བུ། བདག་ཚེ་ཁྲུམས་སྲུང་བ་པོའོ་སྙམ་པ་ལྟ་བུ་དེ་འདྲའི་དགེ་སློང་སེམས་ཀྱི་སྒོ་ནས་མི་འཇུག་བ་ཡིན་དུས་ཙམ་ནས་སེམས་མི་ཁེངས་པའི་སྒོ་ནས་འཇུག་པ་ས་ཡ་འདྲ་དང། དེའི་རྐྱེན་དུ་དེ་ནས་སྦྱིན་པ་ལྟ་བུ་གཅིག་ལ་འཇུག་ཡོང་བའི་ཚེ་ན་ཡང་འཁོར་གསུམ་རྣམ་པར་མི་རྟོག་པའི་ཤེས་རབ་ཀྱི་རྩིས་ཟིན་པ་ཡིན་དུས་ཙམ་ནས་མི་དམིགས་པའི་སྒོ་ནས་འཇུག་པ་ས་ཡ་འདྲ་བ་དང་དེ་ཡིན་དུས་འཇུག་བྱ་སྦྱིན་པ་ལྟ་བུ་གཅིག་ཡིན་ན་ཡང་ཐེག་ཆེན་གྱི་འཇུག་ཚུལ་དང་ཐེག་པ་ཐུན་མོང་གི་འཇུག་ཚུལ་རྣམ་པ་གཉིས་པོ་དེ་མི་འདྲ་བ་ཡིན་གྱི་ཡོད་རེད་དེ་བྱེད་དུས་ཙམ་ནས་དེ་ནི་ཐེག་པ་ཆེན་པོའི་གང་ཟག་གི་དེ་ལྟ་གོང་དུ་ཞུས་པ་ནང་བཞིན་སེམས་སྙོམས་པའི་སྒོ་ནས་འཇུག་པ་སེམས་མ་ཆགས་པའི་སྒོ་ནས་འཇུག་པ་སེམས་མི་ཁེངས་པའི་སྒོ་ནས་འཇུག་པ་སེམས་མི་དམིགས་པའི་སྒོ་ནས་འཇུག་པ་ཟེར་ནས་ཨོ་ད་དེ་འདྲའི་སྒོ་ནས་དེ་ནི་ཡིད་ལ་བྱེད་ཡོང་གི་ཡོད་རེད་ཟེར་ཡག་ཐག་དེ་སོང་རེད། ད་དེ་འདྲའི་བྱས་ནས་དེ་ནི་ཐོས་བསམ་སྒོམ་གསུམ་གྱི་མཇུག་སོང་བ་ཡིན་དུས་ཙང་ནས་དེ་ལ་དེ་ནི་བྱེད་ལས་ཀྱི་ཡོན་ཡོན་ཏན་ག་འདྲས་འདྲ་ཅིག་ཐོབ་གི་རེད་ཟེར་ན་སོང་རེད་ཤེས་རབ་གསུམ་གྱིས་ཡིད་ལ་བྱེད་པ་དེ་ཡོན་ཏན་ཅི་ཞིག་ཐོབ་ཅེ་ན། ཁམས་བརྟལ་བྱེད་དང་འཇུག་བྱེད་དང། དེས་ནི་དོན་རྣམས་འགྲུབ་པར་འགྱུར། ཞེས་བྱ་བ་གསུངས་ཏེ། ད་གཙོ་བོ། འདི་ལ་དེ་ནས་ཐོས་པ་དང་བསམ་པ་དང་སྒོམ་བྱུང་སོ་སོ་གི་དེ་ནས་ཤེས་རབ་ཀྱི་བྱེད་ལས་བཤད་ཡོང་གི་ཡོད་རེད། དེ་ནས་ཐེག་པ་ཆེན་པོའི་གི་གསུང་རབ་དག་གི་དོན་ལ་ཐོས་པ་ཅིག་བྱས་ནས་དེ་ལ་བརྟེན་ནས་ཤེས་རབ་ཡང་དག་པ་ཀྱི་རྒྱུད་ལ་སྐྱེས་སོང་བ་ཡིན་ན། དེ་འདྲའི་ཤེས་རབ་ཀྱི་ཡིད་ལ་བྱེད་པ་ཡིན་ན་ཁམས་བརྟས་པར་བྱེད་པ་དང་གསུངས་པར་ཁམས་བརྟས་པར་བྱེད་པ་གསུངས་དུས་ཙང་ནས་ད་ང་རང་ཚོ་ལ་དེ་ནས། རིགས་འམ་ཁམས་རྣམས་ས་བོན་ཟེར་ཡ་གཅིག་སངས་རྒྱས་སྒྲུབ་པའི་གི་རྒྱུ་གྲུང་པོ། དག་ཡང་ན་གཅིག་གནས་སྐབས་ལ་ཐིགས་པ་གསུམ་སྒྲུབ་པའི་གི་རྒྱུ་གྲུང་པོ་དེ་འདྲས་ཅིག་ཡོད་རེད་གསུང་གི་ཡོད་རེད་བ་དེ་ཡིན་དུས་དེ་འདྲ་བོ་རྒྱུ་དེ་ཉིད་ཡང་ནུས་པ་མཐུ་ཅན་དུ་གྱུར་པ་དེ་ལ་ཁམས་བརྟས་པ་ཟེར་གི་ཡོད་རེད་དཔེར་ན་དེ་ནས། ཁ་ལྷ་འདྲ་གཅིག་བཟོ་ཡག་གི་དེ་ནི་ཚད་འདྲ་གཅིག་ཡིན་ན་ཡང་ཁོ་བཟོ་ཡག་གི་བཟོ་ཆོག་ཆོག་གི་ནུས་པ་ཆགས་སོང་བ་འདྲ་བོ་གཅིག་ལ། དེ་ནི་དེ་དང་དེའི་ནུས་པ་སྨིན་པ་ཟེར་གི་རེད་བ་ད་དེ་ནང་བཞིན་བྱས་ནས་ཁམས་དེ་ཡང་ནུས་པ་མཐུ་ཆེན་དུ་གྱུར་སོང་བ་ལྟ་བུ་འོ་དེ་འདྲའི་གཅིག་ལ་དེ་ནི་ཁམས་བལྟས་པ་གསུང་གི་རེད་དེ་བྱེད་དུས་ཚང་ནས་ད་དེ་འདྲའི་གི་ཁམས་བལྟས་པ་དེ་ཡང་གཙོ་བོ་མཐུ་སྦྱོང་གི་ཤེས་རབ་དེ་ལ་བརྟེན་ནས་དེ་ནི་ད་དང་དེ་ད་ཁམས་བལྟས་པར་བྱེད་ཡོང་གི་རེད་ཞེས་ལས་དེ་རེད་གསུང་པ་རེད། དེ་ཡིན་དུས་ཁམས་ཡང་བལྟས་བལྟས་ཡོང་བའི་རྒྱུ་མཚན་ལ་བརྟེན་ནས་དེ་ནས་ཅིག་ཐེག་པ་ཆེན་པོའི་གསུང་རབ་དགོངས་འགྲེལ་དུ་བཅས་པའི་གྱི་དོན་དེ་འདྲ་ལ་ཅིག་འཇུག་ཡོང་བའི་ཚེ་ན། དེ་ནས་ཤེས་རབ་ཟབ་པ་འཇུག་ཐུབ་པ། འོ་དེ་ནང་བཞིན་དུ། ཤེས་རབ་གསལ་པོ་བྱས་ནས་འཇུག་ཐུབ་པ་ལྟ་བུ་དག་དེ་འདྲ་ཡོང་གི་ཡོད་རེད། དཔེར་ན་ང་ཚོ་དེ་ནས། ཐེག་ཆེན་གྱི་མཚོན་དཔེ་གྱི་དག་ཅིག་མདོ་སྡེའི་གསུང་རབ་དེ་ཚོ་ཅིག་མཇལ་བྱས་པ་ཡིན་ན། དང་པོ་གོ་ནས་དེ་ནས་གསུང་རབ་ཀྱི་དོན་ལ། དེ་ནས་ཤློ་ཀ་མཆོག་ཐུབ་ཡག་དཀའ་ལས་ཁ་བོ་རེད་ཤློ་ཀ་ཅིག་ཆོ་བ་ཡིན་ན་ཡང་དེའི་དོན་དེ་དེ་མ་ཐག་ཏུ་རྟོགས་ཐུབ་ཡག་དཀའ་ལས་ཁ་བོ་རེད་བ། གལ་སྲིད་དཔེར་ན་དེ་མ་ཐག་ཏུ་རྟོགས་ཐུབ་ཀྱི་ཡོད་ན། དེ་ནས་སྔོན་གྱི་མཁས་པ་དེ་ཚོ་པའི་དབང་པོ་རྣོན་པོ་རེད་ཟེར་གྱི་རེད་ད་དེ་ཚོ་གི་འདུག་དཀའ་ལས་རྒྱལ་བས་ཚང་མ་དེ་དོན་མེད་པ་ཆགས་འགྲོ་གི་རེད་བ། ང་ཚོ་གི་ཅིག་མིག་བལྟ་བ་ཙམ་གྱི་སྒོ་ནས་དེའི་གསུང་རབ་ཀྱི་དོན་རྟོགས་ཐུབ་ཀྱི་ཡོད་ན། ཁོ་ཚོ་གི་དེ་ནས་དཀའ་ལས་རྒྱལ་བ་དེ། ཕལ་ཆེར་སྡུག་སྦྱོང་གྲོགས་ཀྱི་ཆ་འགྲོ་ལ་དེ་འདྲ་མ་རེད་དེ་ཡིན་དུས་ས་ནས་ཁོ་ཨུ་ཚུགས་བརྒྱབ་ནས་ཡང་ནས་ཡང་དུ་མཐུད་པ་བྱས་ནས་ཅིག་འཇུག་ཡོང་བ་ཡིན་ན་དེ་ནི་དེའི་སྟོབས་ཀྱི་སྒོ་ནས་ཤེས་རབ་གོང་འཕེལ་དུ་འགྲོ་ནས་དེས་ཁམས་བདེ་བར་བྱས་ཡོང་གི་རེད་ཟེར་ཡ་དེ་རེད་ཁམས་བདེ་བར་བྱས་པ་དང། དེ་ནི་ཁམས་བདེ་བས་ཀྱི་རྟགས་མཚན་འདྲ་བོ་དེ་ལ་ག་རེ་ཆགས་ཡོང་གི་རེད་ཟེར་ན་ད་ལྟ་འདི་གསུངས་ཡོང་གི་ཡོད་བ་ག་རེ་ཟེར་ད་མདོ་སྡེ་བརྒྱད་གནད་འགག་སོགས་རིགས་ཡོད་པ་སད་པས་ཀྱི་རྟགས་ཟེར་ན་དེ་ནི་མདོ་སྡེ་བརྒྱད་གནད་འགག་གསུངས་ཚུལ་དེ་ཚོ་དེ་དག་པོར་མོ་ཆེ་དར་རྒྱས་རྣམས་ལ་མ་གསུངས་ཡོང་གི་ཡོད་རེད། དཔེར་ན་སྦྱོར་བའི་སྔོན་དུ་སྙིང་རྗེ་དང་ཟེར་ཡང་འདྲའོ། བྱ་བ་གང་འདྲ་བྱེད་ལ་འཇུག་པ་ཡིན་ན་ཡང་སྔོན་ལ་དེ་ནས་སྙིང་རྗེ་གི་བློ་སྐྱེ་ཐུབ་པ། དེའི་བཞིན་དུ་དེ་ནས་ཆོས་རང་དང་བཅས་ཡིན་ཚེ་གཉིད་ལ་སོགས་པ་དག་ལ་བློ་གྲོས་ཞུགས་ཡོང་བའི་སྐབས་སུ་བློ་གྲོས་གསར་བོ་ཞིག་ལ་འཇུག་ཐུབ་པ། བློ་གྲོས་དེ་འདྲ་ཞུགས་ཚར་བའི་རྗེས་ལ་ད་ལྟ་འཁོར་བ་དེ་ཆུ་ཚོད་གཅིག་གཉིས་རྗེས་ལ་རྗེས་མི་འགྲོ་བར་དེ་ནས་ཡང་ན་ཡང་དུ་དེ་ནས་འཛིན་མཐུད་པ་འཛིན་པར་བྱེད་པ་ལ་སོགས་པ་ལྟ་བུ་དག་དེ་འདྲའི་གི་བྱེད་ལས་ཡོད་པ་ཆགས་ཡོང་བ་སྟེ་ཁམས་བལྟས་པས་ཀྱི་ཡང་བྱེད་ལས་དེ་འདྲའི་རེ་ཟུང་གི་ཡོད་རེ་བ་དག་དེ་བྱེད་དུས་ཚང་ནས་དེ་ཚོ་ཡོང་བྱེད་ཀྱི་རྒྱུ་འབྲས་བུ་དེ་ཐོས་བྱུང་གི་ཤེས་རབ་དེ་རེད། འོ་དེས་ནི་ཁམས་བལྟས་པར་བྱེད་པ་དང། དེ་ནས་བསམ་བྱུང་གི་ཤེས་རབ་དེ་གའི་གར་ཆགས་ཡོང་གི་ཡོད་རེད་ཟེར་ན། འཇུག་པར་བྱེད་པ་དང་ཟེར་ཡ་དེ་རེད། བསམ་པ་ལས་བྱུང་བའི་ནས་ཐོས་པ་དེ་ཡི་དོན་ལ། སྙིང་ནས་འཇུག་པར་བྱེད་པ་དང། ད་དངོས་གནས་ཀྱི་དེ་ནས་བསམ་བྱུང་གི་ཤེས་རབ་ཡང་དག་པ་ཅིག་ཡོད་པ་ཡིན་ན། དེ་ནས་ཐོས་བྱུང་གི་ཤེས་རབ་གཅིག་པུ་གྱིས། ཡིད་ཚིམ་ནས་བསྡད་ཀྱི་ཡོད་མ་རེད། དེའི་མཐུས་ཆུང་གི་ཤེས་རབ་དེར་སྐྱེས་བཞག་པ་དུས་དེ་འདྲའི་གི་ཤེས་རབ་གང་ཡིན་པ་དེ་ཉིད་སྐྱེས་པའི་གི་ད་ཅིག་བརྗོད་གཞི་ཟེར་དགོས་ན་དང་བརྗོད་བྱ་དོན་གང་ཡིན་པ་དེ་ཉིད་ལ་མཐུས་པ་ཙམ་དུ་མ་བཞག་ནས་དེའི་དོན་ལ་སོ་སོ་རང་ཉིད་ཀྱིས་ད་ཅིག་རིག་པ། དཔེར་ན་དེ་ནས་དེ་དང་དེ། གྲུབ་མཐའ་ཐུན་མོང་གི་དབང་དུ་བྱས་ཡོང་དུ་བརྩམས་ནས་ཆོས་ལ་འཇུག་པར་བྱེད་པ་དེ་ལ་དེ་ནི་རིག་པ་རྣམ་པ་བཞི་ཟེར་ན་གསུངས་ཡོང་གི་འདུག་བ། མཐའི་སྒྲུབ་ཀྱི་རིག་པ་ཟེར་ཡང་འདྲ་དང། དེ་ནས་དེ་ནང་བཞིན་དུ་ད་ལྟ་འདི། བྱ་བ་བྱེད་པའི་རིག་པ་ཟེར་ཡང་འདྲ་དང། ལྟོས་པའི་རིག་པ་ཟེར་ཡང་འདྲ་དང་ཨོ་ད་དེ་འདྲ་བྱས་ནས་རིག་པ། བཞི་ཙམ་གྱི་ཕལ་ཆེར་གསུངས་ཡོང་གི་ཡོད་རེད་དེའི་ནང་ནས་ཡང་དེ་ནི་ད་ལྟ་འདི་གཙོ་བོ། ཆོས་ཉིད་ཀྱི་རིག་པ་ཟེར་ནས་རིག་པ་བཞི་གསུངས་ཡོང་གི་ཡོད་རེད་གཙོ་བོ་ཡག་ཐུག་ཡོད་འདུག་ཙང་ནི། ང་ཚོ་བལྟ་ན་དེང་སང་རིག་པ་སྨྲ་བ་མང་ཆེ་བ་གིས་འཐད་སྒྲུབ་ཀྱི་རིག་པ་དེ་གཙོ་བོ་རེད་གསུངས་གི་འདུག་བ། དངོས་གནས་བྱས་ནས་ཆོས་ཉིད་ཀྱི་རིག་པ་དེ་གཙོ་བོ་རེད་གསུངས་གི་འདུག་མང་ཆེ་བ་བཅས་ཀྱིས། ཆོས་ཉིད་ཀྱི་རིག་པ་དེ་ནས་ཡང་ཐུག་ཚར་བ་ཡིན་ད་རིག་པ་ཞིག་ན་མེད་རེད་ཁོ་ཆོས་ཉིད་ལ་གཏུགས་སོང་དུས། དཔེར་ན་དེ་ནས་ད་འདི། མེ་ཇེ་མཐུར་འབར་བ་དེ་ཁོ་ཆོས་ཉིད་རེད་ཆུ་མཐུར་དུ་འགྲོ་བ་དེ་ཆོས་ཉིད་རེད་ཟེར་དུས་ད་དེ་ལ་ཁོ་ཅིག་མཐའི་དྲུག་གི་རིག་པ་འགྲོ་གོ་ཅིག་སྔོན་དུ་འགྲོ་བྱུང་གི་རུང་མ་གཏོགས་དེ་ལ་ཡང་བརྒལ་ནས་དེ་ནས་མཐའི་དྲུག་གི་རིག་པ་ཟེར་ཡ་ཞིག་ད་ཅིག་ཁོ་ཡོང་གི་ཡོད་མ་རེད་བ་དེ་བྱེད་དུས་ད་ནས་རིག་པ་ཐམས་ཅད་རིག་པ་བཞི་པོ་དེ་ཐམས་ཅད་ཡར་གཏུགས་འགྲོ་དུས་ད་ནས་ཆོས་ཉིད་ཀྱི་རིག་པ་ལ་ཐུག་རེ་སོང་རེད་འོ་དེ་འདྲའི་གི་དེ་ནས་རིག་པ་རྣམ་པ་བཞི་པོ་གང་ཡིན་པ་དེ་ཉིད་ཀྱི་སྟོབས་བསྐྱེད་ཡོང་གི་ཡོད་རེད་དེ་སྟོབས་བསྐྱེད་ཡིན་དུས་ད་ནས་དེ་ནས་དངོས་གནས་ཇེ། ཐོས་པ་དེ་ཡི་དོན་ལ་སྙིང་ནས་འཇུག་པར་བྱེད་པ་དང་གསུངས་ཏོ། སྙིང་ནས་འཇུག་པ་ཟེར་བ་ལ་ནི་སྙིང་ཐག་པ་ནས། དེ་ནས་ཐོས་པའི་དོན་དག་དེའི་ཐོག་ལ་དེ་ནི་ལོག་སྟེ་ཞུགས་ཡོང་གི་ཡོད་རེད། ད་ལྟ་ང་ཚོ་བས་ན་ཐོས་ཆུང་གི་ཤེས་རབ་ཡག་པོ་ཅིག་སྤྱད་མ་ཐུབ་འོན་ཏུ་ཚང་ནས་དཔེ་ཆ་འདྲ་བོ་ཞིག་དང་འདི་ནས་གོ་བདེ་བ་ཡིན་ན་ཡང་དེ་ནི་མང་འགྲོ་ན་ཅིག་དེའི་དོན་ལ་དངོས་གནས་ཀྱི་བསམ་བྱུང་གི་ཤེས་རབ་ཡང་དག་པ་ཅིག་རྒྱུད་ལ་སྐྱེ་ཐུབ་ཀྱི་མི་འདུག་དེ་མི་སྐྱེ་ཡོང་དུ་ཚང་ནས་དེ་ལ་སྙིང་ནས་འཇུག་ཐུབ་ཀྱི་ཡོད་མ་རེད། ཀོ། ཡིག་ཚད་འགྲོ་བ་གཅིག་གི་ཆེད་དུ་དང། ཡང་ན་གཅིག་གནས་སྐབས་ཙམ་གྱི་ཆེད་དུ་འགྲོའོ། ཡང་ན་དེ་ནི་ད་ལྟ་འདི་མཚམས་སུ་འདི་ཟེར་གྱི་རེད་རྩོད་པ་ཆུ་ལོའི་ནང་ཟེར་གྱི་རེད་རྩོད་པ་ཆུ་ལོའི་ནང་ཟེར་དུས་ཙང་ནི། ང་ཚོ་འདི། རྒྱ་གི་དེ་ནི་མཚམས་སམ། ཆུ་དཀར་གྱི་འདུག་བ་དེ་འགྲོ་བ་རེད། ད་ལོ་དབྱར་ཁ་འགྲོ་བ་ཆུ་འདི་འདྲ་མ་ཆུ་ཆེན་པོ་གཅིག་བྱུང་ཡོང་བ་ཡིན་ན། དེ་ནི་ཡང་གཅིག། ད་ལོ་དབྱར་ཁ་ཀ་དོག་པོ་ཙམ་འགྲོ་བརྩིགས་པ་བརྩིགས་གི་འདུག་བ། ཕ་གི་འདི། མཚམས་སུ་དེ་རིང་ང་ཚོ་འདི་ཆུ་ཆེན་བརྒྱ་ས་དེ་ཚོ་ལ་གཅིག་བཟོ་གི་འདུག་བ་ཆུ་ར་གཅིག། དེའི་ཕྱིར་རོ། དེ་བདེ་གི་ཡོད་མ་ལ་བརྩེ་གི་བརྩེ་གི་མི་འདུག་ལོ་རྟག་པར་བེད་སྤྱོད་ཡོང་ཐུབ་པ་ཅིག་སུ་གཅིག་གིས་བཟོ་གི་མི་འདུག་ད་ད་ལོ་འདི་དབྱར་ཁའི་གི་འཆར་དུས་དེ་མ་ཐུག་སྔོན་ཙམ་ལ་ཚ་བ་ཚུར་ལངས་འགྲོ་ཡི་ཡོད་པའི་སྐབས་དེ་ན་ཅིག་ད་ལྟ་འདི་ཨར་འདམ་དེ་འདྲའི་རྩྭ་རའི་ཁ་ཤས་ཅིག་འཁེལ་ཡོང་རྡོ་ཁ་ཤས་ཅིག་འཁེལ་ཡོང་དེ་འདི་ཕག་ཅིག་ཆོས་གི་འོག་ནས་ལོན་པ་ཆེ་གི་ཆེ་གི་ཕག་བཟོ་དེ་ནས་ད་ལོ་གི་ལོ་དེ་ལ་འདང་ཚ་འདྲ་བའི་ཟླ་བ་ཁ་ཤས་ཀྱི་འདང་ཚ་འདྲ་བའི་བཟོ་བའི་འོག་ཏུ་ཆུ་ལོན་མ་ཟེར་གི་རེད་དེ་ནང་བཞིན་དུ་རྩོད་པ་ཆུ་ལོན་མ་ཟེར་དུས་རྩ་ནས་གནས་སྐབས་གནས་སྐབས་ལ་དེ་ནས་ཁྱོད་རང་ལ་རྟགས་གསལ་བཏང་གི་དེ་ཁ་དགག་ཐུབ་རུབ་ཙམ་འདྲ་བོ་ཅིག་མ་གཏོགས་པའི་སོ་སོ་ལ་དེ་ལ་བརྟེན་ནས་དེ་ནས་ཅིག་རིག་པ་ཡང་དག་པ་ཅིག་འདྲེན་ཡག་བྱེད་དུས་མི་རྩོད་པ་འདྲ་བོ་དང་རྩོད་པ་ལ་ཡིན་ན་རྩོད་པ་ཆུ་ལོན་མ་ཟེར་གི་རེད་དེ་ནི་དེ་ནང་བཞིན་ང་ཚོ་ཐོས་པ་ཆུ་ལོན་མ་བསམ་པ་ཆུ་ལོན་མ་དེ་འདྲ་ཡོད་ས་རུ་བ། ཐོས་པ་ཆུ་ལོན་མ་ཟེར་དུས་ས་ནས་ད་ཅིག་གནས་སྐབས་དེ་ནས་གོ་ས་ཅིག་ས་ཉིད་དེ་ནས་ཡིག་ཚད་དགོས་ས་དེ་དེ་ས་མ་བརྗེད་པ་འདྲ་བོ་ཅིག་གི་བསམ་པ་ཙམ་ཅིག་ད་ལྟ་དེ་ནས་དཔེ་ཁྲིད་ནང་ནས་གོ་ཐུབ་པ་ཙམ་གྱི་ཐོས་ཆུང་གི་ཤེས་རབ་ཅིག་ས་ཉིད་དཔེ་ཁྲིད་ཀྱི་བར་དུ་བརྗེད་མ་སོང་ཙམ་གྱི་དེ་ནས་ད་ལྟ་འདི་བསམ་ཆུང་གི་ཤེས་རབ་དང་དེ་ཚོ་འདྲ་བྱས་ནས་གོ་ཆུ་ལོན་མ་ཆགས་སོང་ནས་གནས་སྐབས་གནས་སྐབས་ཀྱི། འོ་དེ་འདྲས་མ་ཡིན་པ་དེ་ནི་སྙིང་ནས་འཇུག་པར་བྱེད་ཡོང་གི་ཡོད་རེད་དངོས་གནས་ཐོས་ཆུང་ཤེས་རབ་དེ་བསམ་བྱུང་གི་ཤེས་རབ་དེ་གས་འཇུག་པར་བྱེད་པ་དང། དེ་ནས་སྒོམ་བྱུང་གི་ཤེས་རབ་དེ་གང་ཡིན་པ་དེ་གས་སྒོམ་པ་ལས་བྱུང་བ་དེ་ཡིས་ནི་དོན་རྣམས་འགྲུབ་པར་འགྱུར་ཏེ་སོང་ལ་ད་སྒོམ་བྱུང་གི་ཤེས་རབ་དེ་གས་དེ་ནི་དངོས་གནས་ཀྱི། ཐོས་བསམ་གྱི་གཏན་ལ་ཕབ་བཞག་པའི་དོན་དག་དེ་རྣམས་རང་གི་སེམས་རྒྱུད་ལ་རྫུས་རྒྱ་ཡོང་རྒྱུ་ཙང་ནས། ད་ནི་སེམས་རྒྱུད་དེ་སྒོམ་བྱུང་གི་དོན་དེའི་བདག་ཉིད་དུ་འགྱུར་ཐུབ་པ། སྟོང་པ་ཉིད་ཀྱི་ལྟ་བའི་གྱི་རང་བཞིན་དུ་འགྱུར་ཐུབ་པ། སྙིང་རྗེ་ཆེན་པོའི་རང་བཞིན་དུ་འགྱུར་ཐུབ་པ། བྱང་ཆུབ་སེམས་ཀྱི་རང་བཞིན་དུ་འགྱུར་ཐུབ་པ། ཐེག་པ་ཆེན་པོ་ས་དང་ལམ་གྱི་ངོ་བོ་ཉིད་དུ་འགྱུར་ཐུབ་པར་བྱེད་པ་དག་དེ་སུའི་བྱེད་ལས་རེད་ཟེར་ན་སྡོམ་འབྱུང་གི་ཤེས་རབ་དེ་གིས་དེ་ནི་བྱེད་ལས་རེད་གསུངས་པ་རེད་སྒོམ་པ་ལས་བྱུང་བ་དེ་ཡིན་ན་དོན་རྣམས་འགྲུབ་པར་འགྱུར་ཏེ། ད་དེ་བྱས་ཡོད་འདུག་ཙང་ནས་འདིའི་དེ་ནི་ཐོས་བསམ་སྒོམ་གསུམ་དེ་ལ། འདི་ལ་དམིགས་བསལ་ཅིག་ག་རེ་ཡོད་རེད་ཟེར་ན། ནམ་རྒྱུན་ང་ཚོ་ད་ལྟ་འདི། སྣོད་ཀྱི་སྐྱོན་གསུམ་ཟེར་ཡག་ཅིག་ཡོད། རྣ་བ་མི་བདེ་བ། སྣོད་ཁ་འབོད་པ་ལྟ་བུའི་སྐྱོན། ཡིད་ལ་མི་འཛིན་པ། སྣོད་ཞབས་དུར་ལྟ་བུའི་སྐྱོན། ཉོན་མོངས་དང་འདྲེས་པ་དུག་ཆེན་ལྟ་བུའི་སྐྱོན་ཟས་ཀྱི་དབྱེ་བ་སྟེ་ནམ་རྒྱུན་དཔེ་ཆ་མང་ཆེ་བས་ན་ལ་ཐུལ་བའི་སྐབས་ཀྱི་བར་ཆད་གསུམ་ཟེར་ན་འཇལ་གི་འདུག་བ། ཕག་མོ་བྲུས་པ་གི་དེ་ནས་ད་ལྟ་འདི་བསྟན་རིམ་གྱི་ནང་ལ། ཕར་འགྲོ་བསྟན་རིམ་ཟེར་ན་ལམ་རིམ་གཅིག་ཡོད་རེད་མཐར་འབྱིན་འདྲ་བོ་གཅིག་མཐར་འབྱིན་ལས་ཉུང་ཟེར་འདྲ་བོ་གཅིག་ཡོད་རེད། དེའི་ནང་ལ་ག་རེ་གསུངས་ཟེར་ན། འདི་ནི་སྣོད་ཁ་སྦུབ་ལྟ་བུའི་ཟེར་ཡང་དེ་མཐུ་ཆུང་གི་ཤེས་རབ་སྐྱེ་བར་བྱེད་པའི་གེགས་རེད་གསུངས་པ་རེད། མཐུ་དཔལ་གྱི་སྐབས་སུ་སྣོད་ཁ་སྦུབ་པ་ནང་བཞིན་བྱས་ནས། རྣ་བ་དང་ཡིད་དེ་ལ་མི་གཏད་པ་ཡིན་ན། དེ་ནི་སྣོད་ཁ་སྦུབ་ནང་ལ་ཆུ་ག་སྲིད་ལོངས་ན་ཡང་ནང་ལ་འཆི་རྒྱུ་མེད་པ་ནང་བཞིན་དུ། ག་སྲིད་ཤེས་བསྡད་པ་ཡིན་ན་དེ་སོ་སོའི་གི་མཐུ་ཆུང་གི་ཤེས་རབ་དེ་ཁ་སྦུབ་སོང་བ་ཡིན་དུས་ཙང་ནས་དེ་ནང་འཛུགས་རོགས་བྱེད་ཀྱི་མ་རེད། དེ་ཡིན་དུས་མཐུ་དཔལ་སྐབས་སུ་སྣོད་ཁ་སྦུབ་པ་ལྟ་བུ་བསྐྱོན་སྤང་འགུགས་རེད། དེ་ནས་བསམ་པའི་སྐབས་སུ་སྣོད་ཞབས་རྡོར་ལྟ་བུ་བྱོན་སྤང་དགོས་རེད་དེ་བསམ་པ་ལ་སྦྱར་བས་ཞབས་རྡོར་ལྟ་བུ་བྱོན་ཏེ་བསམ་པའི་སྐབས་སུ། ཐོས་པས་ཀྱི་དོན་དེ་ཉིད་ཡང་ནས་ཡང་དུ་མི་བརྗེད་པ། དཔེར་ན་སྣོད་ཞབས་རྡོར་འདྲ་བོ་ཅིག་ན་ག་ཚད་བླུགས་བྱས་ན་ཡང་ནས་ཡང་དུ་བོར་འགྲོ་བར་བྱེད་ལོག་ལ། དེ་ནང་བཞིན་མ་ཡིན་པ་བསམ་པའི་སྐབས་སུ་ཐོས་བྱས་པའི་ཀྱི་དོན་དེ་ཉིད་ཡང་ནས་ཡང་དུ་མི་བརྗེད་པ་དེ་ནས་འཛིན་པར་བྱེད་དགོས་ཀྱི་ཡོད་རེད། དེ་ཡིན་དུ་ཚང་ནས། དེ་ནས་བསམ་པ་བྱེད་པའི་སྐབས་སུ། སྣོད་དེ་ནས་དེ་དང་དེ་ཞབས་རྡོར་ལྟ་བུས་བཅོས་ནས་སྤང་དགོས་རེད། དེ་ནས་སྒོམ་པ་སྐྱེ་བའི་སྐབས་སུ་ཉོན་མོངས་ཀྱི་གཉེན་པོ་ལ་འགྲོ་ཐུབ་པ་ཅིག་བཟོ་དགོས་ཡོད་རེད། དེ་མ་གཏོགས་པའི་དེ་ནས་སྒོམ་ག་ཚད་བརྒྱབ་ན་ཡང་དེ་ཟད་ཀྱི་ང་རྒྱལ་ཤུགས་ཆེ་རུ་འགྲོ་ཡ་འདོད་ཆགས་ཤུགས་ཆེ་རུ་འགྲོ་ཡ་རྣམ་རྟོག་མང་རུ་འགྲོ་སོང་བ་ཡིན་ན། ད་སྤྱི་དང་བས་ན་ཕྱག་ཆེན་གྱི་སྒོམ་དེ་ཚོའི་སྐབས་སུ་ཉམས་དང་པོ་རི་གཟར་གྱི་འབབ་ཆུ་དང་འདྲ་བ་སྲིད་དུ་ཟེར་ན་སྒོམ་དང་པོ་མགོ་རྩོམ་མཁན་འདྲ་གཅིག་ཡིན་ན་སྔོན་མ་ལས་རྣམ་རྟོག་མང་བ་ཡོད་པའི་གྱི་ཚོར་སྣང་དེ་འདྲ་ཡོང་གི་རེད་གསུངས་འདུག། དེ་དངོས་གནས་བྱས་ན་མང་བོ་འགྲོ་ཡོད་མ་རེད་སྔོན་མ་ང་ཚོ་རྣམ་རྟོག་ལ་དོ་སྣང་མེད་ཀྱི་ཡོད་འདུག་ས་ནས་རྣམ་རྟོག་ག་ཚད་ཅིག་ཡོད་པ་འགོ་ཚུགས་ཀྱི་ཡོད་མ་རེད་ད་ལྟ་དོ་སྣང་བྱས་ཡོད་འདུག་ས་ནས་རྣམ་རྟོག་ཅིག་ཡོད་པ་འགོ་ཚུགས་འདུག་ད་སྔོན་མ་ལས་རྣམ་རྟོག་མང་གི་འདུག་བསམ་གི་རེད་དངོས་གནས་བྱས་ན་མང་གི་ཡོད་མ་རེད་བ་ཡིན་ན་ད་དེ་འདྲའི་འགྲོ་བ་ཅིག་ཚིག་གི་ཐོག་ནས་དེ་འདྲའི་གསུང་ཟུར་ཅིག་ཡོད་རེད་དེ་དངོས་གནས་བྱས་ན་དེ་ནི་སྒོམ་བྱུང་ལ་བརྟེན་ནས་ད་ཉོན་མོངས་ཀྱི་དེ་ནི་གཉེན་པོ་ལ་འགྲོ་ཐུབ་པ་ཅིག་དགོས་རེད་གསུངས་པ་རེད་དེ་མ་གཏོགས་སྒོམ་པའི་སྐབས་སུ་ཉོན་མོངས་ཀྱི་གཉེན་པོ་ལ་མ་འགྲོ་ནས་ཉོན་མོངས་ལམ་དུ་ལྷོངས་བྱེད་ཀྱི་རྒྱུ་ལ་འགྱུར་སོང་བ་ཡིན་ན་དེ་ནི་སྣོད་དུག་ཆེན་ལྟ་བུ་གི་སྐྱོན་རེད་གསུངས་པ་རེད།

འགྲུབ་པར་འགྱུར་ཏེ། ས་ལ་འཇུག་པ་ཡོངས་སུ་འབྱུང་བའི་ཕྱིར་རོ་ཞེས་ལབ་དགོས་འདུག། ས་ལ་འཇུག་པ་ཡོངས་སུ་འབྱུང་བའི་ཕྱིར་རོ་ཞེས་ལབ་དུས་ཚང་ནས་དེ་ནི་ས་ལ་ཡང་རིམ་པ་བཞིན་དུ་འཇུག་ནས་སྒོམ་བྱུང་སྒོ་ནས་དེ་ནི་ཚོགས་ལམ་གྱི་སྐབས་སུ་དྲན་པ་ཉེ་བཞག་ཡོངས་སུ་འབྱུང་བ་དང། དེ་ནི་ཚོགས་ལམ་འདྲེན་གྱི་སྐབས་སུ་ཡང་དག་སྤོང་བ་བཞི་འབྱུང་བ་དང་ད་དེ་འདྲ་དེ་འདྲ་བྱས་ནས་རྫུ་འཕྲུལ་གྱི་རྐང་པ་བཞིན་དབང་པོ་ལྔ་སྟོབས་ལྔ་བྱང་ཆུབ་ཀྱི་ཡན་ལག་བདུན་ལ་སོགས་པ་བྱང་ཆུབ་མཆོག་གི་ཆུའི་སུམ་ཅུ་སོ་བདུན་གྱི་ཉམས་ལེན་ཡིན་ན་ཡང་འདྲ། ཡང་ན་ཕར་ཕྱིན་བཅུ་གི་ཉམས་ལེན་ཡིན་ན་ར་དེ་ཐམས་ཅད་ཡོངས་སུ་དེ་ནས་སྦྱོང་བར་བྱེད་ཀྱི་རེད་ད་སྦྱོང་བརྡར་མཐར་ཕྱིན་པ་ཅིག་དེ་ནས་བཟོ་གི་རེད་གསུངས་པ་རེད། འབྱུང་བའི་ཕྱིར་རོ་ལབ་ན་ཡང་ས་རུ་བ་རྫོགས་ཚིག་ཅིག་སྦྱར་ཡང་ན་དེ་ནི་དོན་ཚན་གཅིག་རྫོགས་འགྲོ་ད་དེ་ན་ཟབ་ཆའི་ཅིག་སྦྱར་དགོས་ཀྱི་ཡོད་རེད་དེ། ད་དེ་བར་དུ། ག་རེ་ཟེར་གྱི་རེད་ཟེར་ན། ཡིད་ལ་བྱེད་པའི། གི་སྒྲུབ་པ་ཟེར་ཡ་དེ་ལ་ཡིད་བྱེད་ཀྱི་སྒྲུབ་པ་དེ་ཤེས་རབ་གསུམ་གྱི་སྒོ་ནས་ཡིད་ལ་བྱེད་ཚུལ་དེ་བཤད་པ་ཡིན་པ་རེད། ད་འདི་ནས་མ་དེ་ནས་ཡིད་ལ་བྱེད་ཚུལ་དེ་ཆོས་སྤྱོད་བཅུ་ཡི་སྒོ་ནས་ཟིན་ཚུལ་གསུངས་པ་རེད།

ད་ལྟ་ས་ཆའི་ཕྱོགས་ཀྱི་འབྲེལ་བ་ཁ་ཤས་ནང་ལ། ད་རུང་བཀྲིས་ནང་ལ་དམིགས་བསལ་གྱི་རྗེས་ཤེས་ཟེར་མཁན་མི་འདུག་ཡང་དེ་མ་ཡིན་པའི་གི་དེ་ནི་འབྲེལ་བ་ཁ་ཁ་ཤས་དོན་དུ་ལ་འདི། ཤེས་རབ་གསུམ་གྱི་སྒོ་ནས་བསྒྲུབ་པ་ཟེར་ཡ་དེ་ཡིད་བྱེད་ཀྱི་སྒྲུབ་པ་དངོས་དེ་བྱེད། དེ་འབྲེལ་གྱི་ཡིད་ལ་བྱེད་པའི་གི་སྒྲུབ་པ་དངོས་ཤེས་རབ་གསུམ་གྱི་སྒོ་ནས་འཇུག་དགོས་ཡོང་དུ་ཙང་ནས་དེ་ཡང། དེ་ནས་གཙོ་བོ། ཆོས་སྤྱོད་སྤྱོད་དང་ཟིན་པའི་ཆོས་སྤྱོད་སྤྱོད་ཡིས་ཟིན་པའི་གི་དེ་ནི་ཡིད་བྱེད་ཀྱི་སྒྲུབ་པ་ཞིག་སྣང་གི་རེད། འདོད་སོང། ཆུ་ཆུ་ཆུ་ཡིས་ཟིན་པ་ཟེར་ཡ་དེ་རེད་ཆུ་ཆུ་ཆུ་ཡིས་ཟིན་པ་ཟེར་དུས་ཙང་ནས་ཅིག་སེམས་དོན་ཉམས་ལེན་སྒོམ་བཞག་པ་ཙམ་མ་ཡིན་པར། ལུས་ངག་ཡིད་གསུམ་གྱི་སྤྱོད་པ་ཕུན་སུམ་ཚོགས་པའི་ཟིན་པའི་གི་དེ་ནི་ཡིད་ལ་བྱེད་པ་ཅིག་རེད་ཟེར་ཡ་དེ་བཤད་ཡོང་གི་ཡོད་རེད་དེ་བྱེད་དུས་ཆུ་ཆུ་ཆུ་ཟེར་ཡ་དེ་ལུས་ངག་ཡིད་གསུམ་གྱི་དེ་ནི་བྱ་བ་དམིགས་བསལ་བའི་སྤྱོད་རེད། འོ་ཡ། འོ་དེ་འདྲ་བྱས་ཡོང་དུས་ད་གཙོ་བོ་འདི་ནས་མ་ཆུ་ཆུ་སྤྱོད་ཡིག་དེ་ནས་ཟིན་ཚུར་ཟེར་ན་ཡིན་འདྲ། ཡང་ན་ཆུ་ཆུ་སྤྱོད་ཡིག་དགོས་ན་ཡིད་ལ་བྱེད་ཚུར་ཟེར་ཡག་ད་དེ་བཤད་ཡོང་གི་ཡོད་རེད་དེ་བཤད་པ་ལ་མདོར་བསྟན་དང་རྒྱས་བཤད་རྣམ་པ་གཉིས་ཡོང་གི་རེད་དེ་ནི་ད་ནི་དང་པོ་མདོར་བསྟན་རེད། ཡིད་ལ་བྱེད་པ་གྲུབ་པ་དེ་ནས། ཐོས་བསམ་སྒོམ་གསུམ་གྱི། ཡིད་ལ་བྱེད་པའི། ཡིད་ལ་བྱེད་པ་གྲུབ་པའམ་ཡིད་ལ་བྱེད་པའི་སྒྲུབ་པ་དེ་ནི། དེ་ནས། ཆོས་སྤྱོད་རྣམ་པ་སྤྱོད་དང་ཡང་དག་པར་བདེན་པར་ཤེས་པར་བྱ་གསུངས་ཏོ། ཆོས་དད་ནས་ཆོས་སྤྱོད་རྣམ་པ་སྤྱོད། རྣམ་དཔྱོད་དང་ཡང་དག་ལྡན་པར་ཤེས་པར་བྱ་ཟེར་བ་དེ་རེད། དེ་ཡིན་དུས་རྩ་ནས་གོང་དུ་བཤད་པའི་རྩ་ཚིག་ཁོ་རང་གི་ངོ་གདོང་ལ་བལྟ་བ་ཡིན་ན་དེ་ནས་ཟེར་དུས་འདས་མ་ཐག་པ་ལ་གོ་དགོས་པ་ཡིན་དུས་རྩ་ནས། ཐོས་བསམ་སྒོམ་གསུམ་གྱིས་ཤེས་རབ་གསུམ་གྱིས་ཡིད་ལ་བྱེད་པའི་གི་སྒྲུབ་པ་གང་ཡིན་པ་དེ་ནི། ཆོས་སྤྱོད་རྣམ་པ་བཅུ་དང་ཡང་དག་པར་ལྡན་པའི་གྱི་དེ་ནི་བགྲོད་པ་ཡིན་པར་ཤེས་པར་བྱ་དགོས་རེད། ལུས་ངག་ཡིད་གསུམ་གྱི་སྤྱོད་པ་ཕུན་སུམ་ཚོགས་པ་ཡོད་པའི་གྱི་བདག་ཉིད་ཅན་ཡིན་པར་དེ་ནི་ངེས་པར་བྱ་དགོས་རེད་ཟེར་ཡ་དེ་བསྟན་པ་རེད། ག་བ་དེ་འདྲ་ཞིག་བདེན་པར་ཤེས་པར་བྱ་གསུངས། ད་དེ་ནི་ད་ད་འདི་ད་དེ་རྒྱས་བཤད་གསུངས་ཡོང་གི་ཡོད་རེད། དེ་ལ་ཆོས་སྤྱོད་བཅུ་གང་ཡིན་ཞེ་ན་ད་གཉིས་པ་རྒྱས་པར་བཤད་པ་རེད་ད་རྒྱས་བཤད་དེ་ལ། ཡི་གེ་འདྲེན་མཆོད་སྦྱིན་པ་དང། ཉན་དང་ཀློག་དང་ལེན་པ་དང། འཆད་དང་ཁ་ཏོན་བྱེད་པ་དང། དད་སེམས་པ་དང་སྒོམ་པའོ་ཟེར་ཡ་ད་དེ་གི་གཙོ་བོ་ཆུ་ཆུ་གཅོད་ཟེར་ཡ་དེ་བཤད་ཡོང་གི་ཡོད་རེད་དེ་ཕྱི་དུས་ཚང་ནས་ད་ཆུ་ཆུ་གཅོད་རྒྱས་བཤད་དེ་རེད་རྒྱས་བཤད་དེ་ལ་ཡང་ཆུ་ཆུ་གཅོད་ཡི་ངོ་བོ་ཕན་ཡོན་དང་བཅས་པ་སྒོ་ནས་བསྟན་པ་གཅིག་དང་ཐིགས་པ་ཆེན་པོའི་གི་ཆུ་གཅོད་དེ

ཕར་ཕྱིན་གྱི་བཀག་པའི་ཆོས་སྤྱོད་བཅུ་ཟེར་ཡ་དེ་དང་དེ་ནས་བཤད་པའི་གི་ཡི་གེ་འདྲེན་ཆོས་ལ་སོགས་པ་ལྟ་བུ། ཆོས་སྤྱོད་བཅུ་ལ་ངོས་འཛིན་བྱེད་ཡ་གཅིག་དང། དེ་ནས་ཡང་ཁ་ཤས་ཀྱིས་ཕར་ཕྱིན་བཅུ་ལ་ངོས་འཛིན་བྱེད་ཡ་གཅིག་དང། ཁ་ཤས་ཀྱིས་རྣམ་མཁྱེན་མཚོན་པར་བྱེད་པའི་ཆོས་བཅུ་ལ་ངོས་འཛིན་བྱེད་ཡ་ཟེར་ན་ད་རྒྱ་གཞུང་རྒྱ་འགྲེལ་དེ་ཚོའི་ནང་ལ་ཡང་གཅིག། ཤེར་ཕྱིན་དངོས་བསྟན་གྱི་ཆོས་སྤྱོད་བཅུ་ཡི་བདག་ཉིད་ཅན་ཟེར་ཡ་དེ་ཆོས་སྤྱོད་བཅུ་ལ་འདྲ་ཟུར་འདྲ་མ་འདྲ་འདུ་བ་ཡིན་ན་ཡང་དེ་ནས་འགྲོ་མགོན་ཕག་གྲུས་ཀྱིས་དེའི་ལུང་དེ་དྲངས་ནས་ཆོས་སྤྱོད་བཅུ་ཟེར་ཡ་དེ་དང་དེ་ནས་གསུངས་པ་དེ་ཡིན་པ་གསུངས་ཡོད་རེད་བསྟན་རིམ་ནང་ལ།

དེ་ནི་ཐེག་པ་ཆེན་པོའི་ཡི་གེ་འབྲི་བ་དང། དེ་ལ་མཆོད་པ་དང་གཞན་དག་ལ་སྦྱིན་པར་བྱེད་པ་དང། ད་དེ་གསུངས་ལ་ད་དེ་གསུངས་དུས་གཙང་ནས། འདི་ལ་དེ་ནས། ལུས་ཀྱི་ལས། ངག་གི་ལས། ཡིད་ཀྱི་ལས་ཟེར་ན་ད་དེ་ཚེག་རྣམ་པ་གསུམ་དུ་སྒོ་དགུ་ཡོད་རེད། དེ་སྒོ་ཡོད་དུས་གཙང་ནས་དང་པོ་དེ་ནས། དང། འདྲི་བ་ཟད་ཐལ་བ། ཐིགས་པ་ཆེན་པོའི། ཟ་བ་དང་རྒྱ་ཆེ་བའི་གྱི་ཆུ་ཚུར། ཡང་དག་པ་བསྟན་བཞག་པའི་གྱི། ད་དང་འདི་དག་གསུང་རབ་དེ་དག་དེ་ལ་གང་ཟག་གཞན་ཉན་ཡག་གི་ཆེད་དུ། རང་ཉིད་ཀྱི་བློ་ཡག་གི་ཆེད་དུ་མདོར་ན་རང་བཞིན་གྱི། ད་དང་འདི་དག་ཅིག་གང་ཟག་རྣམས་འཇུག་པར་བྱ་བའི་གྱི་བཤེས་གཉེན་དུ་གྱུར་པའི་དེ་ནི་གསུང་རབ་ཀྱི་དཔེ་ཆ་དེ་ཚོ་ཡི་གེ་ལ་འདྲི་བ་དང་ཟེར་བ་དེ་གཅིག་རེད།

དེ་ཚོ་ལ་དེ་ནས་མཆོད་པ་འབུལ་བ་དང་ཟེར་ཡ་གཉིས་པ་རེད། དེ་ནས་གཞན་དག་ལ་སྦྱིན་པ་དང་སོགས་འདུལ་གཙང་ནས་ཡང་འདི་ཐེག་ཆེན་གྱི་མདོ་སྡེ་དེ་ཚོ་ཐེག་ཆེན་ལ་མ་མོས་པའི་གང་ཟག་ཐེག་པ་དམན་པའི་གང་ཟག་ཕྱི་རོལ་པ་དེ་ནས་སངས་རྒྱས་ཀྱི་ཆོས་ལ་མི་དགའ་བའི་གང་ཟག་ཅིག་ལ་སྤྲད་བྱ་བ་ཡིན་ན་ཡང་དེ་གི་ཉེས་པ་བཅད་ཡོང་གི་ཡོད་རེད་དེ་ཕྱིར་འདུལ་གཙང་ནས་རྣམ་པར་འབྱེད་པའི་ཤེས་རབ་ཀྱིས་ཐེག་པ་ཆེན་པོའི་གང་ཟག་ཡིན་དང་མིན་བརྟགས་ཞེས་དཔྱད་ནས་ཐེག་པ་ཆེན་པོའི་གང་ཟག་ཡིན་མཁན་གྱི་རིགས་དེ་ཚོ་ལ་བརྟགས་ངོ་ནས་མཁོ་དགོས་ཡོད་པ་ཡིན་ན་ཐེག་ཆེན་གྱི་དེ་ནས་གསུང་རོགས་ལ་སོགས་པ་སྦྱིན་པར་བྱེད་པ་དེ་རེད་གཞན་དག་ལ་སྦྱིན་པར་བྱེད་པ་དང་གསུམ་རེད། དེའི་རྐྱེན་དུ་དེ་ནས་ད་ལྟ་འདི། ད་དེ། ད་ལྟ། སྦྱིན་པ་དེ་ཡང་ཁ་སང་ཞུས་པ་ནང་བཞིན་བྱས་ནས་རང་གི་ལག་གིས་སྦྱིན་པ་ལ་སོགས་པ་དེ་ཡང་དེ་ནས་དུས་སུ་བབ་པར་སྦྱིན་པར་བྱེད་པ་ལྟ་བུ་དག་དེ་འདྲའི་ཆ་ཆིངས་ཚང་དགོས་དགོས་ཀྱི་སྦྱིན་པར་བྱེད་པ་དང། དེ་ནས་དེའི་རྐྱེན་དུ། ད་ལྟ་འདི། ད། གཞན། ཀློག་པ་ལ་དེ་ནས་ཉན་པར་བྱེད་པ་ཟད་དེ་རེད། གཞན་ཐིགས་པ་ཆེན་པོ་ཀློག་པ་ལ་ཉན་པ་དང་ད་ཐིགས་ཆེན་གྱི་མདོ་སྡེ་དེ་ཚོ་ཀློག་བདེ་མཁན་ཡིན་ན། དེ་འདྲའི་གི་ཐིགས་ཆེན་མདོ་སྡེ་ཀློག་པའི་གི་གང་ཟག་དེ་ཚོ་གི། དེ་ནི་གཅིག་བློ་བཅོས་ཀྱི་ཆོས་དེ་ལ་ཡང་ནས་ཡང་དུ་ཉན་པར་བྱེད་པ་ལྟ་བུ་དེ་འདྲ་རེད། སྤྱིར་ན་དེ་ནི་དེ་ལྟ་འདི་ང་ཚོས་ཕར་དྲུག་འདི་གསུངས་འདུག། ཁ་འདོན་བྱེད་པའི་གི་གང་ཟག་རང་ཉིད་ཀྱི་ཁ་འདོན་དངོས་སུ་བྱེད་པ་ཙམ་མ་ཟད་ཀྱི་གཞན་ཁ་འདོན་བྱེད་པའི་གི་གང་ཟག་དེ་ཚོ་གི་ཁ་འདོན་ལ་ཉན་པ་ཡིན་ན་ཡང་དེ་གི་ཡང་དེ་ནི་རང་གི་རྒྱུད་ལ་གོ་ཅིག་ཚིག་དོན་དེ་གོ་སོང་བ་ཡིན་ན་དེ་ནི་ཆོས་ཀྱི་བག་ཆགས་བྱ་ཡག་དང་ཆོས་ལ་སྤྲོ་བ་སྐྱེད་པ་ལ་སོགས་པའི་དགོས་པ་ཁྱད་པར་ཅན་ཡོད་རེད་གསུངས་དེ་ཡིན་དུས་ཡིན་གཅིག་མིན་གཅིག་ཉན་དགོས་རེད་གསུངས་རེད་དེ་བྱས་ནས་ལོག་པ་ལ་ཉན་པ་དང་ཟེར་ཡག་ད་དེ་འདྲའི། ག་སེར་འགྲོ་སོ་བཞི་འགྲོ་སོ་ཨ། དེའི་བཞེད་པོ་དེ་གཙོ་བོ་དེ་ནི་ལུས་ཀྱི་ལས་རེད་ཆོས་ཆོས་ཆོས་ཡིན་ན་ནི་ལུས་ཀྱི་ལས་གཞལ་སོང་རེད། དེ་ནས་འདི་ནས་མ་ད་བདག་ཉིད་ཀྱིས་ཀློག་པ་དང་ཚིག་བློ་ལ་ལེན་པ་དང་ཚིག་དང་དོན་གཞན་ལ་འཆད་པ་དང་ཚིག་ཁ་ཏོན་དུ་བྱེད་པ་དང་ཟེར་ཡ་ད་དེ་ཚོ་བྲལ་ཏེ་ངག་གི་ལས་རེད། དེ་བྱེད་དུས་རྩ་ནས་ཐེག་པ་ཆེན་པོའི་གི་གསུང་རབ་དང་དགོངས་འགྲེལ་དང་བཅས་པ་དེ་ཚོ་ལ། དད་པ་དང་གུས་པ་ཆེན་པོའི་སྒོ་ནས་དེ་ནི་ཀློག་པ་དང་བདག་ཉིད་ཀྱིས་ཀློག་པ་དང་ཡང་དག་པར་གོ་ཅིག། སྒྲུང་ཀློག་བདེ་བ་ནང་བཞིན་དུས་ཚོད་སྤྱད་ཡག་བྱེད་དུ་ཀློག་བདེ་བ་ལྟ་བུ་མ་ཡིན་པར། མདོར་ན་དེ་ཚོ་ལ་བརྟེན་ནས་དེ་ནས་ཅིག་ཐར་པ་དང་ཐམས་ཅད་མཁྱེན་པའི་གི་ལམ་ཡང་དག་པ་ཅིག་ལ་འཇུག་ཐུབ་པ་ཆགས་ཀྱི་རེད་བསམ་པ་ལྟ་བུ་དེ་འདྲའི་གི་བསམ་པ་རྣམ་དག་གི་ཐོག་ནས་དད་པ་དང་གུས་པའི་སྒོ་ནས་ཀློག་པ་ཟེར་ཡ་དེ་རེད། འོ་དེ་ཡིན་དུས་ཀློག་པ་དང། དེ་ནས་དེ་བཞིན་དུ་ཐེག་ཆེན་གྱི་མདོ་དང་བསྟན་བཅོས་ལ་སོགས་པའི་གི་ཚིག་དེ་ཚོ་བློ་ལ་ལེན་པ་དང་ཟེར་ཡ་དེ་རེད་དེ་ཡིན་དུས་ང་ཚོ་ཚིག་བློ་ལ་ལེན་པ་ཟེར་ཡ་འདི་གི། དེང་སང་ང་ཚོ་རྩ་བ་བློ་ལེན་བྱེད་ཡག་དེ་མང་ཆེ་བ་དེ། དེ་ནི་ཚིག་བློ་ལ་དངོས་གནས་ཡང་དག་པར་ལེན་པ་ཅིག་ཕལ་ཆེར་ཆགས་ས་མ་རེད་བསམ་གྱི་འདུག་གང་ཡིན་ཟེར་ན། གོ་བ་ཅུང་ནས་མི་ལེན་ནས་བློ་ལ་ལེན་ཡག་བྱེད་ཀྱི་རེད་བ། དེ་ལྟས་ཚེ་ཡག་པོ་མི་འདུག་གོ་བ་མ་ལེན་ནས་བློ་ལ་ལེན་ཞེ་ན། དེ་ནི་རྗེས་འགྲོ་གི་ལམ་སང། ཚིག་བློ་ལ་ལེན་པའི་སྐབས་སུ། དེའི་དོན་དག་གི་གོ་བ་འདྲ་བོ་ཅིག་ལྟས་ཚེ་བསམ་བློ་བཏང་གིན་བཏང་གིན་བློ་ལ་ཟིན་པ་ཡིན་ན། གོ་དོན་དེ་རྒྱུད་ལ་སྐྱེས་སོང་བ་ཡིན་ན། སང་ཉིན་ཚིག་དེ་ཇི་མ་ཇི་བཞིན་བློ་ལ་མ་འགྲོ་བ་ཡིན་ན་ཡང་དོན་གྱི་ཆ་ནས་རོབ་ཚོ་རོབ་ཚོ་ཅིག་བློ་ཡག་ཡོད་པ་ཆགས་ཡོང་གི་རེད། ང་ཚོ་གདམ་ཐ་འདི་ཡིས་གཅིག་དེ་ཚིག་བློ་ལ་ལེན་པའི་སྐབས་སུ་དོའི་བསམ་བློ་ཆུ་ནི་མ་བཏང་ན་གོ་བློ་ཡོང་དུས་ཚར་ནས་ས་ཉིད་ཚིག་ཁོ་རང་འཁྲུག་ཚར་ན་དེ་ནས་དོན་ཡང་འཁྲུག་ཚར་དེ་ནི་གང་ཡང་ཡོད་མ་རེད་དོན་ཡང་ཤར་གྱི་ཡོད་མ་རེད་ཚིག་ཡང་དེ་ནས་འགྲོ་གི་ཡོད་མ་རེད་ད་འོ་དེ་བྱེད་དུས་ཚར་ནས་དེ་ནི་འདིའི་ཚིག་བློ་ལ་ལེན་པ་ཟེར་ཚིག་རྐྱང་པ་འདྲ་བོ་ཅན་མ་ཡིན་པར་ད་ཅིག་དད་པ་ཆེན་པོ་དགའ་བ་ཆེན་པོ་སྤྲོ་བ་ཆེན་པོའི་སྒོ་ནས་དེ་ནི་ཚིག་དོན་བློ་ལ་ལེན་པ་དང་ཟེར་ཡ་དེ་རེད། བློ་ལ་ལེན་པ་དང་ཐལ་སྤྱོད་ཡང་ནས་ཡང་དུ་སྤྱོད་ནས་དེ་ནི་བྱང་བར་བྱེད་དགོས་རེད་ལེན་པ་དང་གཅིག་རེད། དེའི་རྐྱེན་དུ་ཚིག་དང་དོན། དེ་ནས། ད་གཞན། འདོད་པ་ཡོད་པའི་གང་ཟག་རྣམས་ལ། དེ་ནས་ཚིག་དང་དོན་གྱི་ཐོག་ལ། ལེ་ལོ་དང། འོ་ད་དེ་བཞིན་དུ་སྙོམ་ལས་ལ་སོགས་པ་སྤང་བའི་སྒོ་ནས་གཞན་ལ་འཆད་པར་བྱེད་པ་དེ་རེད་འབད་བརྩོན་ཆེན་པོའི་སྒོ་ནས་གཞན་ལ་འཆད་པ་དང། དེའི་རྐྱེན་དུ་དེ་ནས་ཐེག་ཆེན་གྱི་མདོ་དང། བསྟན་བཅོས་ལ་སོགས་པའི་ཚིག་དེ་ཚོ་ནམ་ཞག་རྒྱུན་དུ་གང་དོན་འཆད་པ། འོ་དེ་གསུངས་པ་རེད་ཁ་འདོན་ལས་བྱེད་པ་དང། དེ་བྱེད་དུས་ཕར་འགྲོ་གི་དེ་ནས་ཁ་འདོན་ངེས་པར་དུ་བྱེད་དགོས་རེད། ཁ་འདོན་བྱས་པ་ཡིན་ན་དེ་གིས་རང་རྒྱུད་ལ་བསོད་ནམས་ཀྱི་ཚོགས་བསགས་འགྲོ་གི་རེད་ལ་གཞན་རྒྱུད་ལ་ཡང་དེ་ནས་དགེ་སེམས་བསྐྲུན་ཐུབ་རེད་གསུངས་དང། ཕར་འགྲོ་དེ་འདྲ་སྤྱོད་འཇུག་ནང་ལ། འོ་དེ་ཆུ་ཆུ་ཆུ་ཡི་ལེའུ་ཟེར་ཡ་གཅིག་ཁྱེད་རྣམ་པ་སྤྱོད་འཇུག་དུ་གཟིགས་ན་ཆུ་ཆུ་ཆུ་ཡི་སྐོར་ལ་དཔེ་ལེའུ་ཡག་པོ་གཅིག་རེད་དེ་ལེའུ་ཕལ་ཆེར། ལྔ་བ་དྲུག་བ་དུ་བ་ཆ་ཡིན་ས་ཡོད་གཅིག་ནང་དུ། ཆུ་ཆུ་ཆུ་ཡི་སྐོར་ལ་ཆ་ཚང་གསུངས་ཡོད་པ་གཅིག་རེད། འོ་དེ་བྱེད་དུས་ཟེར་ན་ཚིག་ཁ་འདོན་ལས་བྱེད་པ་དང། འོ་ད་དེ་བར་དུ་ཁ་སེར་འགྲོ་སྟེ། ཀློག་པ། ལེན་པ། འཆད་པ། ཁ་འདོན་དང་བྱེད་པ། ཞེས་བྱ་བ། འོ་དེའི་བཞི་པོ་གང་ཡིན་པ་དེ་གཙོ་བོ་དེ་ནི་ཚེ་དང་དེའི་ངག་གི་ལས་ཟེར་ཡ་དག་དེ་ཡིན་པ་རེད། དེ་ནི་དེའི་འོ་དེ་ན་དེའི་དོན་ལ་སེམས་པ་དང་ཚུལ་བཞིན་དུ་ཡིད་ལ་བྱས་ཏེ་བསྒོམ་པ་ཟེར་ཡ་དག་དེ་འདྲ་བོ་རྣམ་པ་གཉིས་པོ་དེ་དེ་ནི་ཡིད་ཀྱི་ལས་རེད། དེ་བྱེད་དུ་ཟ་ན་དེའི་དོན་ལ་སེམས་དཔའ་དང་ཟུང་དུ་ཐིགས་པ་ཆེན་པོའི་གེགས། མདོ་སྡེ་གི་དོན་དེ་ཚོ་ལ་ཨ་རིག་པས་བརྟག་དཔྱད་བྱེད་དགོས་ཡོད་རེད། ད་ཕྱིན་ལོག་ལྟ་ཡ་བྲལ་དེ་ཚོ་ཚང་མ་དེ་མང་ཆེ་བ་དེ། ཐོས་བསམ་སྒོམ་གསུམ་གྱི་ནང་ནས་དེ་ནི་ཐོས་པའི་ཁོང་དུ་ཆགས་ཡོང་གི་འདུག་བ། ད་ཕྱིན་དང་པོ། དེ་ཚོ་ད་ལྟ་འདི་འདི་ཡོད་བ་དང་པོ་བཞི་དེ་ལུས་ཀྱི་ལས་ཀྱི་ཁོང་དུ་ཟད་དགོས་ན་འདྲ་ཡང་ན་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་གསུམ་སྐྱེ་བ་ལ་བསམ་བློ་བཏང་བཞག་པ་ཡིན་ན་ཐོས་པ་རེད་དུ་ཡོད་རེད། དེ་ནི་དེའི་འོག་དེ་ནི་ད་ལྟ་འདི་ད།

དོན་སེམས་པར་བྱེད་པ། འཇལ་བར་བྱེད་པ། རྟོགས་པར་བྱེད་པ། སེམས་སྦྱོར་རྟོགས་གསུམ་ཟེར་ཡ་ད་དེ་འདྲའི་སྒོ་ནས་འཇུག་པ་རེད་བསམ་ཞིང་དཔྱོད་པ་དང། དེ་རེད་སེམས་པ་དང། དེའི་རྐྱེན་དུ་དེ་ནི་བསྒོམ་པ་འོག་སོང་བས་ཚུལ་བཞིན་དུ་ཡིད་ལ་བྱེད་དེ་བསྒོམ་པ་སོང་ད་དེ་ཡིན་དུས། སེམས་དཔས་ཀྱིས་བརྟགས་ཤིང་དཔྱད་ནས་གཏན་ལ་ཕབ་བཞག་པས་ཀྱི་རྙེད་དོན་གང་ཡིན་པ་དེ་ཉིད་ལ་བློ་འདྲིས་པར་བྱེད་པ་དེ་ལ་དེ་ནི་བསྒོམ་པ་གསུངས་པ་རེད།